ཕོ་ནང་ནས positive རེད་ཟེར་གྱི་འདུག་དེ་ནི་ཉེན་ཁ་ཚ་པོ་རེད། དེ་འདུས་དེ་སྒྲོལ་མ་དེ་འདུས་འདུས་ཁོང་དུ་ཐུག་མེད་གནང་རོགས་གནང་ཟེར་གྱི་ཡོད་རེད་འདི་ནང་ལ་དུ་བ་བཅོམ་ལྡན་འདས་མའི་ཐུགས་ཀར་ཨུད་པལ་ཟླ་བ་ལ་གནས་པའི་གཏམ་ཡིག་ལྗང་གུ་ལ་རིག་སྔགས་རྒྱལ་མོ་ཡི་གེ་འབྲུ་དྲུག་མ་ད་ལྟ་འབྲུ་ཡི་གེ་ཡི་གེ་བདུན་མ་ཡོད་པ་ད་རེ་དུ་ད་རེ་དུ་རེ་སོ་ཧ་ཟེར་ཡ་དེ་བས་དེ་ལ་རིག་སྔགས་རྒྱལ་མོ་ཡི་གེ་ཟེར་གྱི་ཡོད་རེད་རིག་སྔགས་རྒྱལ་མོ་ཡི་གེ་དེ་དཀྱིལ་འཁོར་འོད་ཟེར་གྱི་འདུར་འཕྲུལ་རྒྱལ་བ་རྒྱ་མཚོས་མཆོད་ཅིང་འོད་ཟེར་འདུ་འཕྲོ་ཟད་དེ་ངའི་ནམ་རྒྱུན་ལབ་ཀྱི་ཡོད་པ་འོད་ཟེར་སྤྲོ་བསྡུ་ཟད་དེ་རེད་འོད་ཟེར་སྤྲོ་བསྡུ་བྱས་ནས་རྒྱལ་བ་རྒྱལ་ཚོགས་ཐམས་ཅད་ཐུགས་དམ་བསྐུལ། བདག་ཅག་གི་དཔོན་སློབ་ཐམས་ཅད་ཀྱི་དང་དེ་ནས་དྲིན་ཆེན་ཕ་མ། རང་རང་སོ་སོ་གི་དྲིན་ཆེན་ཕ་མ་དེ་ནས་ཁྱེད་ཀྱི་སེམས་ཅན་ཐམས་ཅད་དང་ལྷག་པར་དུ་དེ་ནས་སྦྱིན་བདག། དམིགས་ཡུལ་གྱི་གཙོ་བོ་བྱས་ཟིན་དམིགས་ཡུལ་ཟིན་པའི་ད་རིང་འདིར་ཡོད་ད་རིང་དོན་གྲུབ། དོན་གྲུབ་རྡོ་རྗེ་ད་རིང་དམིགས་ཡུལ་གྱི་གཙོ་བོ་ཟིན་ཏེ་དམིགས་ཡུལ་ཁོ་ལ་བྱེད་དགོས། མིག་དམིགས་པ་འདི་ལྟར་འདིར་སྐྱབས་འཇུག་ཞུས་ནས་དགོང་མོ་སྟོང་ཕྲག་ལྔ་བུའི་སྐྱབས་འཇུག་གནང་རོགས་གནང་ཟེར་ཁོ་རང་ཡི་རེ་བ་ཆེན་པོ་བསྐྱངས་ཉིན་རེ་ང་ལ་དགའ་པོ་རེད་ང་ཚོ་ཚང་མ་ལ་དཔེ་མི་སྲིད་དགའ་པོ་རེད་དེ་ནས་འདི་ཀ་ར་པ་ང་རང་ཚོ་ད་ནང་མི་རེད་ཨམ་ཅི་སྟེ་ཁོ་རང་ཚོ་ཚང་མའི་རེ་བ་དེ་ཨ་མ་ཡི་བསམ་རྒྱུ་མི་བྱེད་པའི་རེ་བ་ཆེན་པོ་རེད་དེ་ཨ་མ་རྒན་མོ་རེད་ལོ་ཆེན་པོ་རེད་དེ Blood Pressure ཞེ་དྲག་ཡོད་རེད་དེ་སེམས་པ་མ་བདེ་བའི་ཤར་གི་རེད་བསམ་གི་འདུག། ཇི་འདྲའི་བཙན་པ་དེ་ཡང་ན་བཟའ་དང་གཅིག་གི་ཤོག་བུ་ལས་གཅིག་བཅད་ནས་བསྡུ་དགོས་ཡོང་ཡ་ཡན་ག་ཡོད་རེད་ཨོ་དེ་ཡིན་དུས་དེ་ཚོ་ལ་ང་ཚོ་ད་ཐེངས་སྒྲོལ་མ་འདོན་གི་ཡོད་རེད་སྒྲོལ་མ་འདོན་དུས་བཙན་པ་དམིགས་ཡུལ་ཟེར་དཔེ་ཆ་ནང་འདུག་ག་དེ་རེད་དྲིན་ཆེན་ཕ་མ་རེད་བ་བདག་ཅག་དཔོན་སློབ་ཟེར་དུས་ང་ཚོའི་འདི་ནང་ལ་ཡོད་པའི་གི་གཅིག་མཁས་གྲོགས་དཔོན་ཚོགས་དེ་ཚོ་ལ་བདག་ཅག་དཔོན་སློབ་ཟེར་དྲིན་ཆེན་ཕ་མ་ཟེར་དུས་སོ་སོ་གི་ད་རང་རང་སོ་སོ་ཚེ་འདི་སྐྱེས་པའི་གི་ཕ་མ་དང་འགྲོ་བ་རིགས་དྲུག་གི་སེམས་ཅན་ཚང་མ་ལ་དྲིན་ཆེན་ཕ་མ་ཟེར་གི་རེད

དེ་ནི་ནག། Covid nineteen གྱི་ནག། གདོན། དེ་ནི་དེ་ལ་འཁྲིས་པའི་གྱི་གདོན་ག་རེ་ཡོད་འགྲོ། འཁྲིས་པའི་གྱི་ནད་གདོན་མང་པོ་ཡོད་གདོན་མང་པོ་ཅིག་ཡོད། དེ་ཚོ་ཚང་མ་མི་མཐུན་པའི་ཕྱོགས་ཐམས་ཅད་ཞི་ཞིང། ཚེ་དང་བསོད་ནམས་དཔལ་འབྱོར་ཡེ་ཤེས་སོགས་མཐུན་ཕྱོགས་ཀུན་གོང་ནས་གོང་དུ་འཕེལ་ཞིང་བྱང་ཆུབ་མཆོག་དངོས་གྲུབ་ཐོབ་པར། གྱུར་ཅིག་མི་ཟད་མཛད་དུ་གསོལ། སྨོན་ལམ་རྒྱབ། དེ་ནི་དམིགས་པ་དེ་བ་དེ་འོད་ཟེར་སྤྲོ་བསྡུ་ཅན། དེ་ནི་གོང་མཚུངས་ཀྱི་སྒང་ལ་ཆར་པ་བབས་པའི

གཏམ་ཡག་པོ་མ་རེད་གཏམ་ངན་རེད་ད་སེམས་པ་ཇི་དྲག་ད་སྐྱོ་བོ་འདྲ་བོ་བྱུང་སོང་དེ་ད་བྱེད་ཡ་ག་ཡ་མི་འདུག་སྙིང་རྗེ་ཁོ་ང་ཚོ་དགའ་བོ་ཞུ་གི་རེད་ད་དགའ་དང་དགའ་ན་མ་དགའ་ན་ཁྱད་པར་མི་འདུག་ག་འདུག་དེ་ཇག་ཞན་གི་སྐད་ཆ་དེ་མ་རེད་དེ་ཡིན་ནའི་ཇག་སྟངས་ཀྱི་ཐོག་ནས་བཤད་ཡོང་ན་སོ་སོ་གཅིག་ངོ་ཞེན་པ་ཞི་བོ་ཅིག་བྱེད་འགྲིག་པོ་ཞི་བོ་ཅིག་བྱེད་དགའ་བོ་ཞི་བོ་ཅིག་བྱེད་ན་དེ་དེ་ན་དུས་གཅིག་བློ་ཕམ་པོ་འགྲོ་གི་འདུག་ག་དེ་ད་བྱེད་ཡ་ག་ཡ་མི་འདུག་ད་སུ་ཡིན་ནའི་ད་སུ་དང་སུ་ཡིན་ན་མ་གནང་ན་ཡག་པོ་ཡོད་རེད་ལྷག་པར་དུ་གཅིག་ལ་དྭགས་དུ་སོང་ད་ང་ཚོ་ད་ལ་དྭགས་དེ་ས་ཆ་གཙང་མ་རེད་བ་ཡང་ཡིན་ནའི་རི་མགོ་རེད་ཧི་མ་ལ་ཡ་རེད་ཧི་མ་ལ་ཡའི་ནང་ནས་རི་མགོ་དཔལ་མཐོ་པོ་ཞིག་རེད་བྱས་དུས་དེ་བཞིན་གཙང་མ་བྱས་ནས་གཡུག་བྱས་ན་གཙང་མ་བྱས་ནས་ཀིབ་ཀིབ་ཅིག་ཡར་དཔེ་སྐྱ་རི་འགྲོ་ཅིག་ནང་གཙང་མ་བྱས་ནས་བཞག་ཐུབ་ན་ཡག་པོ་ཡོང་གི་རེད་བསམ་ཤུགས་ཞེ་པོ་བསྐྱལ་བ་ཡིན་ངས་ཞེ་བོ་ཞེན་པ་ཞེན་ཞེན་ཁོག་སྒྲུབ་བྱས་ནས་ཞེ་བོ་ཞིག་ལབ་པ་ཡིན་ཏེ་ཁྱོད་ནི་ཉན་གི་མི་འདུག་དེ་ག་ཡི་ཆ་ཡང་མི་འདུག་དེ་ངའི་ཁྱི་ལོ་ལ་མ་འགྲོ། དེ་འདྲའི་པར་ཏི་བཏང་ཡང་མ་བྱས Politic མ་བྱས་ཟེར Politic ཁྱོད་མ་བྱས་ཟེར Politic ཆེས་ཐག་གཅོད་བྱེད་ཀྱི་འདུག་དེ་ནས་གཅིག་ད་ཕྱི་ལོག་ལ་མ་འགྲོ་པར་ཏི་བཏང་ཡ་དང་འདི་ཚོ་བྲལ་ལབ་མི་འདུག་པར་ཏི་བཞུགས་སྒོ་བཏང་ཆོག་རེད་ད་ད་ལྟ་ཁྱོད་མ་བྱས་ཟེར་ངས་མང་པོ་ལབ་པ་རེད་ད་ལྟ་ཁྱོད་མ་བྱས་ད་ལྟ Covid nineteen འདི་འདྲ་ཡོང་དུས་རང་རང་སོ་སོ་ལ་ན་ཚ་མི་ཡོང་བ་གི་ཐབས་ཤེས་དེ་བྱས་སོ་སོ་ལ་ན་ཚ་མ་ཡོང་བ་ཚ་བོ་ཚ་མོ་ལ་ན་ཚ་མ་ཡོང་བ་ཁྱིམ་མཚེས་ལ་ན་ཚ་མ་ཡོང་བ། འཛམ་བུ་གླིང་སྤྱི་ལ་ན་ཚ་མི་ཡོང་བ། ལྷག་པར་དུ་ལ་དྭགས་ལ་ན་ཚ་མི་ཡོང་བ། དུས་འབྲས་ཀྱི་དོན་ནི་བསམ་བློ་བཏང་སྟེ་ཁང་པའི་ནང་ལ་བསྡད་རོགས་བྱས། མ་གནས་འདྲ་འདོན་ཁ་འདོན་འདྲ་བྱས་ཁ་འདོན་བྱེད་མཁན་མེད་ན་ནང་ལ་བསྡད་གླུ་འདྲ་བཏང་ཞབས་བྲོ་འདྲ་འཁྲབ་ནང་ལ་བསྡད་བསྡད་ན་ཡག་པོ་ཡོད་རེད་ངས་སྨྲས་ན་ངས་བསྡད་ན་འགྲིག་གི་རེད་ཟེར་མཁན་མང་པོ་ལབ་ཡིན། ལ་དྭགས་པའི་བཀའ་དེ་ན་ངས་མང་པོ་ལབ་ཡིན་དེ་ཉན་མཁན་ཡོད་མ་རེད། ད་སྡུག་རུ་སྡུག་རུ་སྡུག་རུ་སྡུག་རུ་ད་ད་ད། སང་ཉིན་ནང་ཉིན་ནས་བྱས་ནས་དེ་ནི་ཧ་ལམ་ཕྱི་རྒྱལ་འགྲོ་གི་ཤར་ན་ཨ་མི་རི་ཀ་དང་དེ་ཚོ་འགྲོ་གི་ཤར་ན་དེ་མི་ཉི་མ་རེ་རེ་ལ་སུམ་བརྒྱ་སུམ་བརྒྱ་ཤི་གི་ཡོད་རེད་བཞི་བརྒྱ་ལྔ་བརྒྱ་ཤི་གི་ཡོད་རེད་ཁ་ཤས་ན་ཉི་མ་རེ་ལ་བརྒྱད་བརྒྱ་ཐམ་པ་ཤི་གི་ཡོད་རེད་མི་མི་བརྒྱད་བརྒྱ་ཐམ་པ་ཤི་གི་ཡོད་རེད་ད་མི་བརྒྱད་བརྒྱ་ད་ཤི་མ་ཤི་ན་མི་སུམ་བརྒྱ་ཅིག་ཤི་བའི་ཆེད་དུ་ཞག་པོ་ག་ཚད་ནང་ལ་ལ་དག་ཚར་གི་མ་རེད་ལ་དག་སྟོང་པ་རེ་འགྲོ་གི་རེད་དེ་འདྲ་རེད་དེ་བསམ་བློ་བཏང་བསམ་བློ་ཁྱོད་ཉིད་ཀྱིས་བཏང་གི་མི་འདུག་དེ་བྱས་ཡ་མི་འདུག་དེ་ལབ་ན། བླ་མའི་ཁ་ལ་མ་ཉན་ན་དེ་ད་སུའི་ཁ་ལ་ཉན་གྱི་རེད་རེད་བ་དང། ལ་དྭགས་བོད་ཀྱི་བླ་མའི་ཁ་ལ་མ་ཉན་ན་དེ་ད་སི་ཡ་སེ་ཏི་ཁ་ལ་ནི་མི་ཉན། འོ་དྲག་དྲག་ཁ་ལ་ནི་མི་ཉན། དེ་ནི་ད་སི་ཡ་ནི Scientist ཁ་ལ་ནི་ཉན་གྱི་མི་འདུག་དེ་བྱས་ཕན་མི་འདུག་ད་ད་ང་རང་ཚོའི་སྨོན་ལམ་འདོན་ཡ་རེད་རེད་བ། ང་རང་ཚོ་ཚང་མ་དེ་ནས་སྨོན་ལམ་འདོན་དེ་ན་མཁན་ཚང་མ་ག་ས་ག་ཉིད་ཆུ་ཤེལ་པ་དེ་ཚོ་ནི་སྙིང་རྗེའི་ཨོང་རྩེད་ཤེས་རབ་པ་མང་པོ་ཅིག་ཁྲིད་ནི་ཡོང་ཁུར་ནི་ཡོང་པར་དང་དེ་བཞིན་དེབ་ཆག་དེབ་ཆག་ད་དེབ་པར་དང་དམ་ཚིག་ཡོད་མོད་པ་ཡོད་ཙང་ཡིན་གྱི་རེད་ཅིག་ང་རང་ཚོ་གི་ཅིག་སང་སོན་ཆང་འདྲ་པོ་བྱས་ཅིག་མ་ནི་ཅིག་ཇི་ཟེར་མཎྜལ་འདྲ་འདོན་སྒྲོལ་མ་འདྲ་འདོན་བྱས་ཏེ་ཕན་པའི་བཟོ་འདྲ་ཅིག་བྱུང་སོང་བ་ཁ་ཤས་ཕན་གྱི་འདུག་ཟེར་གྱི་ཡོད་རེད་དེ་ཕན་པ་དེ་ཡག་པོ་རེད་ཡིན་གྱི་རེད་ད། ད་ང་ཚོ་འདིའི་སྐབས་ལ་ད་ད་ལྟ་ད་རིང་གི་དེ་ལ་ད། ད་ད་རིང་ཀ་ར་ནས་གནས་ཚུལ་འདི་དག་བྱུང་བ་རེད། དེ་ང་ཚོ་ཚོ་སླེབས་པ་དང་པོ་རེད་མ་གཏོགས་གཞན་ད་ད་ཀ་ར་ལ་མང་པོ་ཡོད་ས་རེད་དེ་གཟིགས་ཀྱི་མི་འདུག་མ་མིང་ཙམ་སྟོན་གྱི་མི་འདུག་བ། ཅིག་ད་བ་སླེ་ནས་སླེ་ནས་བཞི་བཅུ་ཡོད་རེད་ཟེར་འགྲོ་སླེ་ནས་དྲུག་ཅུ་ཡོད་རེད་ཟེར་འགྲོ་དེ་འདྲས་བཤད་རྒྱུ་མ་གཏོགས་མིང་སྟོན་གྱི་མི་འདུག་མ་གཏོགས་མིང་སྟོན་ན་ད་ང་ཚོ་མང་པོ་ཡོད་ཀྱི་རེད་ད། ད་དེ་ཚོ་འདྲས་ཚང་མ་བྱེད་དུས་ཙམ་པ་བསམ་བློ་ཡག་པོ་གཏང་དགོས་རེད།

རྗེ་བཙུན་སྒྲོལ་མས་ཕྱག་ནས་དེ་ནས་བདུད་རྩི་བབས་ནས་བྱ་བར་བྱས་ནས་དེ་སྡིག་སྒྲིབ་ཉེས་ལྟུང་ཐམས་ཅད་དག་སོང་བསམ་པ་ད་དེ་ཡང་ནས་ཡང་དུ་བྱུང་བ་རེད་ད་དེ་བཞིར་མ་བྱུང་པ་ཡེངས་མ་ཡེངས་པ་དེ་ནས་པ་ཁོ་རང་གནད་དུ་སྨིན་པ་ཞིག་སྤྱོད་ཐུབ་ན་ད་ཁོ་རང་ལ་དད་པ་ཡོད་མོས་པ་ཡོད་ན་ཕ་ཕན་ཐོགས་ཐག་ཆོད་ཐོགས་རེད་དེ་ནི་ཡང་དག་པའི་མེད་མཁན་དང་མུས་པ་མེད་མཁན་ལ་ནི་དེ་ཙམ་ཞིག་ཕན་ཆའམ་ཕན་ཆོད་ཁག་པོ་རེད་པ། དེ་ཡིན་དང་ཡིན་གོ་དག་པའི་ཨ་ལོང་མེད་པའི་ཐུགས་རྗེ་ཡོད་ན་ཡང་ཅང་ཕན་ནི་མ་རེད་ཐུགས་རྗེ་གི་ལྕགས་ཀྱུ་བཙུགས་ས་ཨ་ལོང་མེད་པའི་གཟུགས་ཨ་ལོང་པོ་མེད་པས་ཅང་ཕན་ཐོགས་མ་ལོང་ཨ། ད་དེ་འདྲ་རེད། ཡིན་ན་ཡང་དད་པ་མེད་པ་མ་རེད་ཁོ་བོས་མི་སྲིད་དད་པ་ཆེན་པོ་རེད་ཡིད་ཆེས་ཆེན་པོ་རེད་ཁོ་རང་ཚོ་ནང་མི་པས། ཤེས་རབ་ཀྱི་དཔེ་མི་སྲིད་ཀྱི་དེ་ནི་ཆོས་ལ་ཡིད་ཆེས་ཆེན་པོ་དེ་ནི་ནམ་རྒྱུན་བསམ་པ་བཟང་པོ་དང་གཅིག་ཡག་པོ་ཡོད་རེད་ད་བསམ་མ་ཐུབ་ངས་ང་རང་དེ་འདྲའི་བསམ་བློ་ཡིན་ད་དེ་འདྲ་རེད་འོ་ཡ་ད་ཁོ་རང་ལ་དྭགས་པ་སྤྱི་དེ་ནི་ཁོ་རང་སོ་དེ་བསོད་ནམས་མེད་དེ་ཡིན་དུ་ཉན་གི་མི་འདུག་ཨ་མ་ཉན་པ་བཟང་དེ་རེད་མ་ཡག་པོ་ཅན་ནི་འདུག་ན་དྭགས་ས་སི་ཀིམ་གཙོ་བོ་ཡིན་ནག་པ་སི་ཀིམ་མ་སི་ཀིམ་མ་ཁྱོད་ནི་ཡོད་མ་རེད་ད་ད་ཡོད་ན་ཡང་ཡོད་མཁན་ཚང་མ་སྒོ་ནས་མ་བུད་པ་བཟང་དེ་ནི་ཀོ་རིན་ཏིན་ནི་ནང་པ་ཁོ་རང་ཚུལ་དང་མཐུན་པ་སྤྱོད་བཟང་བསོད་ནམས་ཁྱོད་ནི་ཡོང་གི་མི་འདུག་གོ་རིམ་འདི་འདྲས་ཁྱོད་ནི་ཡག་པོ་ཞིག་སྤྱོད་མི་འདུག་བ་ལ་དྭགས་ཁོ་རྩ་བ་ནས་ཡག་པོ་སྤྱོད་མི་འདུག་དེ་གཅིག་སྤྱོད་ན་ཡང་དབྱེ་བ་འཕེལ་བ་མི་ཁ་ཅིག་ལ་གོ་རིམ་འགྲིག་པས་སོག་པོ་ཞིག་པས་དམ་པོ་སྤྱོད་ཁ་ཅིག་མི་ཁ་ཅིག་ལ་ཡང་དེ་ཙམ་ན་ཆུ་དེ་ནི་སྤུད་ཨོ་དེ་འདྲས་སྤྱོད་དེ་ངོ་ཤེས་ཡིན་མཁན་ཅུས་དེ་སྤུད་དེ་ནི་གཅིག་ད་བྷི་ཨའི་པི་ཡིན་མཁན་ཅུས་དེ་སྤུད་དེ་འདྲས་འདྲ་མི་འདྲ་སྤྱོད་ཀི་ཡོད་ས་རེད་དེ་སྤྱོད་པ་སོགས་དེ་ཁོ་དེ་ལ་དྭགས་དེ་འདྲས་ན་ཚ་མང་པོ་ཡོང་ད་ས་ཆ་ཆུང་ཆུང་ཞིག་ལ་ན་ཚ་མང་པོ་ཞིག་ཡོང་ན་སྡིག་མ་པད་ཉེན་ཁ་ཆེན་པོ་ཞིག་མི་ཡོང་ང་འཇིག་པ་ཡོང་རེད་འཇིག་པ་ཆེན་པོ་རེད་ད